པས་ཕྱི་ལོགས་ལ་ཡིན་ན་ཡོད་ཚ་བོ་འདུག་ར་ནང་ལོགས་ལ་ད་ཡང་ཨེ་སེ་ཡོད་ར་དེ་སི་དྲང་པོ་ཡོད་ར་ཕྱི་ལོགས་ལ་ཨིན་འདྲི་ཤེས་ན་ཚོ་ཚ་བོ་དཔེ་འདུག་གས། ཉི་མ་ཡང་ཨོ་སི་ཤར་འདུག་དེ་བཞིན་ཉི་མ་སི་ཤར་ན་ད་ཨིན་འདྲི་མང་པོ་ཚ་བོ་ལེགས་འདུག་དེ་བཞིན་ནི་ནི། ནང་ལོགས་ལ་ཏིང་ངེ་ཏིང་ངེ་ཕྱི་གོ་ལེན་དེ་དེ་ནི་ཕར་འགྲོའི་རེད་ཨ་ནི་ཕར་ཕྱོགས་ལ་ཡང་བརྗོད་ས་མང་པོ་ཡོད་ར་ཨ་ནི་ད་ལྟ་དང་པོ་དེ་ནང་འགྲོ་ལྟ་བུ་ར། ཨ་ནི་རྟག་པར་རང་བཞིན་གྱིས་རོ་ང་དེ་རིང་ཡང་ཨ་ནི་ཁ་ལག་དོན་དུ་ཅི་ཡང་མ་ཟ་ནི་ལེ་ཡིན་ཞོགས་པའི་ཆུ་ཚོད་བཅུ་གཅིག་འགྲོ་བ་ལ་དོན་དེ་ལེ་ར་ཨ་ནི། ཏག་ཏག་ཁོ་རང་ནི་དེ་ལ་ཁ་ལ་བདུད་རྩི་ལས་ཏག་ཏག་ལས་ཞེས་ཧོང་ཀོང་ཆེན་མོ་མར་ཞག་ནི་བདུད་རྩི་ཡང་མང་པོ་དགོས་ཀྱི་མི་འདུག་དགེ་ལྡན་གསར་པ་ནས་སླེབས་པ་ཡིན་ན་མི་སྤྲོ་ལ། སྐར་མ་སུམ་བཅུ་ཡང་མིན་ན་སྐར་མ་བཞི་བཅུ་དེ་ནས་འགྲོ་བ་ལ་དེ་ལ་སླེབས་ཀྱི་རེད་ཨ་ནེ་མི་སྤྲོ་ཀྱི་ཀོང་དེ་སྒོར་མོ་བཞི་བཅུ་རེད་སྟེཤེན་བཅུ་བདུན་སླེབས་དགོས་རེད་རོ། ཨ་ནེ་དེ་འདྲས་རེད་དེ་ང་ཚོ་དང་པོ་ཁོ་རང་དེ་ཁ་ལ་ཟ་ལེ་ཡིན་པ་ནི་ཇཱ་པན་ནིས་ཀྱི་ཁ་ལ་ཟ་ཡ་རེད་ཤ་ལེ་འདི་རྫུན་མ་རེད་བྱས་ན་ཡང་དེ་དངོས་གནས་ཡང་རག་གི་ར་ཨ་ནེ་དེ་ལ་ང་ཇཱ་པན་ནིས་ཁ་ལ་དགའ་གི་མེད། ནི། ག་རེ། ཅི་ནི་དང་ཚ་དང་ཚ་བོ་མིག་ཙམ་བླུགས་ཤ་ཡིན་རོ་འདི་བྱས་ན་ནི། དེ་བྱས་ན་གང་ལ་ཐོག་ག་ལ་ལེན་ཡིན་ཁ་ལ་ས་ས་དེ་གང་གང་ལ་ཡོད་རེད་ལན་དེ། ཚང་བ་མི་ཚང་མ་ཚང་ག་རེ་ཞེ་ས་ཉི་མ་རོ་བ་བྱས་ཙང་མིན་དེ་གང་དེ་ཞེ་ད་ག་རེ་ས་བོ་ན་ཧོ་མི་འདུག་ད། ཨ་ནི་ཁྱེད་རང་ཚོ་དེ་ལ་ལྟད་མོ་འགྲོ་བ་ལྟ་མཁན་ཡིན་ན་ལྟད་མོ་ཡང་ལྟ་ས་ཡོད་རེད་ལན་དེ་ལྟད་མོ་དང་མང་པོ་རེད་དེ་རིང་ལྟད་མོ་དང་ལྟ་གི་མེད་རོ་སི་ནི་མ་ཡང་ད་ག་རང་ལ་འགྲམ་ལ་ཡོད་རེད་ས་ས་ཁ་ལ་ས་ས་ཡོད་ཨ་དེ་ག་རང་འགྲམ་ལ་ཡོད་རེད། ནི་དེབ་གྲོགས་ཉོས་ཡ་ནི་དེབ་དེ་ཚོའི་བཙོང་ས་མང་པོ་ཡོད་རེད་ལེ་དེ་རིང་ལྟད་མོ་ལྟ་ཡ་གི་དུས་ཚོད་མི་འདུག་ད་ལྟའི་སི་ཡ་མ་ཁྱབ་ནས་ལོག་བྲོས་རེད་ཤག་ལེ་དེ་ཕོན་ཀ་བར་ད་ད་དྲ་མ་ར་ཇི་ལེགས་མི་ལེགས་དྲོ་ཨ་ནི་ཡ་མ་ཚད་ཚད་ཚད་ར་ཐ་མ་ལ་དེ་ལ་ལེ་ཡིན་ད་ཨ་ནི་པིས་ཛ་ཅིག་ཟའོ་བསམ་སེ་ར་ཡུན་རིང་མོ་བྲོས་སོ་ད་ང་པིས་ཛ་མ་ཟ་ནི་གར་སེ་ནི་མེ་ད་ཟ་གྱོ་མ་ར་པིས་ཛ་དེ་ཡ་མེ་ད་ཟོ་ར།

ད་ད། ཐ་མ་ལ་སྔུན་ནག་ཁོ་རང་ཤོར་ཤོར་ནས་སྔུན་ནག་ཙིར་ཙིར་ནས་ང་བདེ་ས་ཆི་རག་སོང་ནི། དེ་སྤུས་རྩ་ཡང་ལེགས་སོང། སྤྱི་རྒན་དཀོན་སྤུས་རྩ་ངག་རེད་ཨཱནི་ཡུན་རིང་པོ་ཆི་ལ་ས་ཡོད་ར་ག་འདྲེ་ཡོད་ནའང་མ་སུ་ར། དེ་བཞིན་ལྟ་བ་རེད་ཕ་ཆོ་ཏ་དང་གཉིས་ཀྱི་རྒྱབ་ལོག་ལ Screen ལ་དེ་འདི་དུ་ར་ཁ་ལག་ཟུན་སོང། དེ་ནས་རྣམ་པ་ཚོ་ཏ་ཡི་ཐུ་ཡི་ཆི་ཨཱནི། ཁྱེད་རང་ཚོ་ངའི channel ལ་གསལ་བ་ཡིན་ན subscribe བྱེད་རོགས་གྱིས་ཨ་ནི next video དེ་ཀ་རི་ཀོར་ལ་ལྡི་ལི་གི་ཁྱེད་རང་ཚོ་ལྡི་ལི་ཡིན་ཡོད་ཡིན་ན་ཧ་གོ་ར་ཡ་ལྡི་ལི་མ་ཡིན་པ་ས་ཆ་གཞན་པ་ལ་བསྡད་ཀྱི་འདུག་ས་ནི་ལྡི་ལི་ཡི་ཀ་རི་ཀོར་ལ་ཧ་གོ་གི་འདུག་ཡོད་འདུག mall དང་ཨ་ནི་ཀ་རི་ཡིན་ན་ཡང་ཨ་ནི་ཡོད་དེ comment section ལ་ལབ་རོགས་གྱིས་ཨ་ནི་ངའི next time བཟོ་ཡག་གི་ཐབས་ཤེས་བལྟ་འགོ་ལེ་དེ་ནས་འགྲོ་ཡོད་ཏོག་ས་ད་ར་ཨ་ནི་ད་ཀྱོག་ཡོད་ས་ནི་དེ་སྐྱ་མེ་ཡིན། ཤིང་བུ་དུ་ར་ང་ཚོ་ཡུན་རིང་པོ་ཕྱིན་ལ་ས་འོག་ར་སྤི་ཚ་དེ་བྱས་ནས་ནི་ཤིང་བུ་འགྲོ་འདུག་གཅིག་ད་ང་ཁ་ཚ་བོ་མི་རྒྱུ་དེ་སྔགས་ར་དེ་ལ་ཁ་ཚ་བོ་དང་ནི་ཀླུ་ཡས་རོ་དྲི་དུ་ར་ཆི་ལི་ཡས་ནི་དང་དྲ་མ་ར་འདུག་ཧ་མོ་སི་ད་ང་ཡིན་རོ་ཅི་ཡང་ཀླུ་ཡི་མེད་ཁ་ཚ་བོ་མི་རྒྱུ་རེད་ཡིན་ན་ཡང་ཤིང་བུ་འདུག་ཡག་པོ་འདུག་དྲི་བཟུང་ནི་དེ་ཨིན་རོ་རེ་ཤི་ད་ད་ཧ་མོ་སི་ཀ་རེ་ག་ཡིན་གཅིག་འདུག་དེ་ནས་ཁྱེད་རང་ཚོ་ལྟ་ཡི་ལྟ་ཡི་ཕྱིར་རོ་ཨ་ནི་ཁྱེད་རང་ས་འོག་ཡིན་ན་ཅག་ནི་སབ་སྐེབ་བྱེད་རོ་ཆི་ལེ།

དེ་ཤ་མོ་དུ་འཛོལ་བས་དུས་མང་པོ་སྙིང་ཆུ་བོ་ཆུ་བོ་འདུག་ར། ཤ་མོ་ཅིག་ཁྱེའུ་བསམས་ཟིན་ཡང། ཤི་ར་ཤི་ར་ཕྱི་ལོ་ལ་འདོན་རྒྱུ་ཡོད་མ་ར་ནི་ག་རེ་བྱུང་ཤི་ར་གོན་གྱི་ནི་མ་རེད་ད་ག་བཤམས་ནས་བཤད་ཡ་མ་ཐོ། ཤ་མོ་ག་ཡིན་ནུ་ཚེ་སྙིང་ཆུ་བོ་ཆུ་བོ། འདི་འདི་ལྟ་ད་ཨ་མ་ཤ་ཚ་བོ་ལ། ཨན་ཏེ་སྙིང་ཆུ་བོ་འདུག་གས། ཁྱེའུའི་སྙིང་ཆུ་བོ་ད་གང་ཡང་ལྟ་བ་ལ་གང་ཡང་སྙིང་ཆུ་བོ་ཡིན་ཀྱང།

ཁ་སང་ཨ་མ་ང་གཅིག་ལ་འགའ་རེ་ཨེ་མོས་མོ་ལ་གཅིག་ལྟ་ཡིན་ར་ཧང་གོ་གཅིག་འོ་དེ་ཉོས་བསམ་སེ་ད་ར་བ་དེ་ལྟ་མ་ར་ད་དེ་ལས་པུ་ག་ཅི་རེད་ཤི་དེ་དེ་ཡང་འོ་ཁ་ཤས་ཡག་པོ་རོགས་འདུག་ད་དེ་དེ་དེ་རེད་ཉིན་ཨེ་མོས་མོ་ལ་གཅིག་ལྟ་ཡིན་ལ་ས་དེ་ལ་ཀ་ལ་བླུ་ག་ལ་གཅིག་ཕྱི་གོས་ཅི་ཡོད་ལྟ་ར་ཨེ་འདི་ཀོང་ཆེའུ་རེད་ཤི་ཨ་ནི་ཧའོ་མ་སི་ད་དེ་ལ་གཅིག་ལྟ་བ་ར། ཨོ་དེ་ལས་འདུག་འོ་དེ་གང་ལ་འདུག་ལན་དེ་འདི་འདི་ར་ང་ཨེ་ཡོད་སྣང་བ་འགྲོ་སི་ད་ར། དེ་ལ་ཀ་ལ་གསུམ་འདུག་འདི་ལྟར་སྣང་བ་འགྲོ་མ་སི་སེར་བོ་འདྲ་བོ་ནག་པོ་འདྲ་བོ་ཞིག་ནི་གཞན་པ་དེ་དམར་བོ་ཡང་སྣང་བ་འགྲོ་མ་སི་ད་ནི་རྟ་བོ་འདྲ། ཨན་དེ་ལྟ་གི་ཧང་གོ་དེ་ཉོས་ཤ་ཡིན་ར་ང་ཧང་གོ་དེ་དང་ནི་ཅག་པལ་ཅིག་ཉོས་ཡིན་ན་གི་ག་ཞིག་ནི། དེ་ཧྥུད་ལོ་ཀར་ཁྱོད་ཚོ་ཉོས་ཡ་ནི་དེ་ལ་ཧྥུད་ལོ་ཀར་ལ་ལས་ནི་ཉོས་ནི་འགྲིག་གི་རེད་ལ་ཡིན་ཨ་ནི་ཉིད་ཀྱི་ཧང་གོ་སའོ་ག་འདྲས་འདུག་ག་མ་སི་ཤི་ནི་ལ་རུ་བྱས་ལོ། ང་རང་གི་ཧང་གོ་ཧྥུ་ཨས་རེད་ད་ལོ་ང་རང་གི། སྐར་མ་ཡི་ཕྱེད་ནི་ཉོས་རྒྱུ་རེད་ད་ལོ། ཨ་ནི་ད་ཤི་ར་ཤི་ར་དེ་རིང་པོ་རིང་པོ་བཟོ་ཡི་མེད་ར་མི་ཚང་མ་ཡང་ལྟ་ཡི་ཉོབ་འགྲོ་གི་ར་བིད་ཡོ་རིང་དྲག་ན་ཡང་ནི། དེ་གི information གཅིག་པུ་ལས་ང་རང་དཔེ་མང་པོ་དཀའ་ལས་ཁྲིད་སྟངས་ང་ཡག་མ་གསར་ཅི་བྱེད་བྱེད་ཡོ་མོ་བཟོ་སྟངས་པ་ནོར་བུ་འགྲོ་དེ་ཧ་གོ་མི་འདུག་ཡ་སུས་ཚིག་ལ་ཡོ་རུ་ཆིག་མི་འདུག་དེ་ལྟ་ད་ཨ་མ། ཏི་ཤར་ཡོ་ཡོ་གོ་བཏོ་ཨིན་དེ་ཤི་ན་ཚོགས་གོ་བཏོ་དེ་འདྲས་འདུག་ཁ་ཤེ་བས།

འདི་ལྟ་སྟེ་སྦེག་ཏུ་འཛུལ། ཨ་མ། ཁ་ཤས་ཁ་ཤས་ཡག་པོ་རེད་བཤད་ལན་འདི་ཨ་ནེ་འདི་ག་རང་གི་འགྲམ་ལ་རྫ་རག་འདུག་རོགས་རྫ་རག་ལ་གླེ་ཡིན་རྫ་རག་ཡང་ངེད་ཀྱི favorite མ་རེད། ཡིན་ན་ཡང་ཁྱོད་ཚོའི་བསྟོད་སྙད་ཆེད་དུ་དེ་ལ་གླེ་ཡིན་པ། རྫ་རག་ལ་ཡང་ཨ་ནེ་དགོངས་ཨོ་སི་ཡོད་ར་ཁྱོད་ཚོ་ཚང་མ་ཧ་གོ་གི་ཡོད་ས་རེད། ཡིན་ན་འདི་དེ་གར་དུ་ལ་དེ་དཔེ་སྣང་བ་འགྲོ་སོང་ཨ་གཙང་མ་གཙང་མ་རེད་མི་དེ་སྟོང་པ་སྟོང་པ་ཨ་ནེ་མང་པོ་ཤོད་དོ་ཁ་ཤས་ལ་དཔེ་ཚང་ཁ་ཤིག་ཤིག་ཅེས་ནས་བཤད་དོ།

ད་ཁ་ཤས་ཡུ་ནིག་ལོ་དང་ཨིན་ལི་གོང་ཆེན་པོ་འདུག་ཨ་མ་དེ་ལྟ་ཉོས་ཁོ་རང་ཐུག་ས་མ་རེད་ལེ་ད། ནས་ཡུ་ནིག་ལོ་ཁ་ཤས་དེ་འཚམ་འཚམ་ཡོད་ཁྱོད་རང་ཚོ་དེ་ལ་ལྡི་ལིར་དེ་སེ་ལི་དེ་ད་དཔེ་མང་པོ fifty percent དུ་སེ་ལི་དེ་ད་ལོ། བྱས་ཙང་ལས་ན་ཡག་པོ་ཡོད་རེད་ལེ་མི་འདོད་ང་ད་དེ་དེ་ཡོད་ཡོད་ནང་འགྲོ་ཡི་འདུག་དེ་རྒྱུག་ཆ་ཡིན་ན་གོང་ཡང་ཨོ་ཆེན་པོ་འདུག་ར་ཡིན་ན་གོང་ལ་དཔག་པའི་རྒྱུག་ཆ་ཡང་ཡག་པོ་འདུག་དེ་ནས་རྣམ་པ་ཚོ་ཨ་ནེ་ད་ང་བིདིའོ་དེ་ག་རང་འཚམ་བྱ་གི་ཡིན་ཨ་ནེ་ང་ཡང་འཁྱམ་འཁྱམ་ནས་ཐང་ཆད་ལེ་ད་ཁྱེད་ཚོ་ཡང་ཐང་ཆད་ཡིན་གྱི་ར་ད་ད་ནས་ནི།